ངེད་མ་གོང་མ་གོང་མ་ནས་བླང་བྱ་མདུན་སྐྱོད་དེ་རེད་ད་མན་ཆད་མན་ཆད་ལ་འོངས་ན། བྱེ་བྲག་ནི་སྤྱི་ཚོགས་ཀྱི་གནས་བབ་གང་ངེས་དང་བསྟུན་ནས་འོངས་ན་མན་ཆད་ཀྱི་སྲིད་འཛིན་པ་སྐོར་ཙི་གི་ཡང་དྲང་བདེན་གྱི་སྐྱོང་ཐུབ་ཀྱི་མིན་ནོ་འཁྱོང་གི་མིན་ནོ་དུ་མོ་གི་ཆ་ཟེར་ཡོད་ཀྱི་རེད་ཕྱི་ཕྱོགས་ནས་བཤད་སོང་ན་དེ་གོང་མ་གོང་མ་གི་དེ་ཁྲིམས་ལུགས་དྲང་བདེན་གྱི་སྒོ་ནས་སྐྱོང་དགོས་ཟེར་བའི་བླང་བྱ་ནན་ཏན་ཐིག་གི་འདོན་དགོས་ནི་རེད་མོད། དེ་དྲུག་ད་ཁས་ལེན་མི་འཛོལ་བ་བྱེད་དགོས་པ་རེད། ཁེ་བ་དང་བླུན་པོའི་ཁྱད་པར་མི་འཛོལ་བ་ཀ་མི་འཆིག་པར་མོ། མི་ནོར་བ་མི་འཁྲུལ་བ་མི་འཆིག་པར་ལ། དུ་བྱེད་དགོས་ཟིན་ནར། ད་ཁེ་བ་དང་བླུན་པོའི་ཁྱད་པར་འདི་གཅིག་གི་འཇིག་མཉེན་གྱི་སྐུ་ནར་དྭངས་མ་ཡིན་ཏེ་ད་དགོས་དེ་རེད། རྒྱལ་བུ་ཟིན་རི་ཐ་ཀོ་རང་གི་བློན་དང་ཡང་ན་ནང་བློན་ལ་སོགས་པ་ཚུར་བདག་དགོས་ནས་སྐབས་སུ། གང་ཉིད་འཇོན་ཐང་ཅང་རེད་གང་ཉིད་ནུས་བ་ཅན་རེད། གང་ལ་ཤེས་བྱ་ཡོད་གི་གང་ལ་ཡོན་ཏན་མེད་གི་ཟེར་དགོས་ནི་ལ་དེ་གི་ཆ་དོ་ཐོག་ཏུ་ཚ་བོ་ལས་ཞེན་དེ་དང་ཆུང་ད་རྒྱ་བོ་ཁི་གི་ར་བློན་པོ་གི་བྱ་བ་བློན་པོ་དི་ལེན་དགོས་ནི་སྐབས་སུ། མི་ནུས་བ་ཅན་འཇོན་ཐང་ཅན། རིག་ནུས་ཅན་ཡོན་ཏན་ཅན་ཟེར་གྱི་ལ་དེ་ཐོག་ཏུ་ཚེ་ར་ལེན་པ་མ་གཏོགས་བློན་པོ་ཅི་ཡང་མི་ཤེས་འདུག་ཅང་གོ་དེ་ཐོག་ཏུ་བློན་པོ་གི་བྱ་བ་ལེན་རྒྱུར་ཟེར་ན་ལེན་གྱི་མ་རེད་མོད། དོན་ངོ་མ་གི་ལས་ཤོག་རེད་དེ་རྒྱ་བོ་ལུགས་ཀྱི་བསྟན་བཅོས་ནི་ནར་དེ་ཁ་ཤས་ཡོད་དམ་རེད་ད་བར་ཡིན་གྱི་ནར་དེར་མོད།

ཨོ་དེ་རེད་ད་རུང་གི་སྤྱི་ཚོགས་ནང་འཁྲུག་པ་རེད་དེ་འཁྲུག་གི་ད། སྲིད་འཛིན་མཁན། སྲིད་འཛིན་པ་ཡང་ན་རྒྱ་བོད་དོ་དེ་གི་སྲིད་དོན་ཡང་དག་པའི་སྒོ་ནས་ཐག་གཅོད་དགོས་གི་ཟེར་དགོས་ནི་དེ་རེད། དེ་འཁྲུག་གི་འབངས་རྣམས་ཆོས་བཞིན་དུ་སྐྱོང་དགོས་གི་ཆོས་བཞིན་དུ་སྐྱོང་དགོས་ཟེར་དགོས་ནི་འདི་ཚུལ་བཞིན་དུ་སྐྱོང་དགོས་གི། གནས་ལུགས་དང་མཐུན་པའི་སྒོ་ནས་སྐྱོང་དགོས་གི། སྲིད་དོན་གྱི་སྒོ་ནས་སྐྱོང་དགོས་གི་དེ་ཟེར་གི་ད་ནི་རེད་ཡ།

དེ་ཕྲུ་གུ་ད་ལག་གཉིས་ཀྱི་དབྱེ་བ་འབྱེད་དགོས་སོ་ཟེར་དགོས་ནོ་ད་རེ་ད་འདི་གནའ་དང་གང་ཡིན་རི་ཐ་གོ་ར་འདི་ག་གླང་ཤར་འདུག་འདི་འདོན་དགོས་ཀི་དེ་ལ་སོགས་པ་གླང་དོར་གྱི་གནས་ཐམས་ཅད་འདི་ག་ས་གཞི་སྐྱོང་བའི་རྒྱལ་པོ་ཟིན་རི་ཐ་གོ་ཡང་ན་སྲིད་འཛིན་མཁན་པ་སྲིད་འཛིན་པ་ཟིན་རི་ཐ་གོ་གླང་དོར་གྱི་གནས་དེ་དོག་སྟེ་རྨོངས་མི་ཉན་གི་ཟེར་དགོས་ནི་རི་ལ་དེ་ག་གནས་དེ་དོན་ཡོད་པ་དེ་དེ་དང་ཁྱོང་འདིར་ད་སྲིད་འཛིན་པའམ་ཡང་ན་རྒྱལ་པོ་ཟིན་རི་ཐ་གོ་ལས་དོན་ཐམས་ཅད་ཕྱིན་ཅི་མ་ལོག་པར་བསྒྲུབ་དགོས་ཀི

རྩེ་གེ་སི་ཁྱབ་ཆུང་གི་ཁྱབ་ཆུང་གི་སེར་ཀུ་ནོ་རྒྱུ་མཚན་ཏི་ཏར་ར་ཆི་ཟི་ཡིན་ཟི་ན་ཏེ་ས་ཏེ་མཇུག་གི་བཤད་ནི་ཡིན་ཏར་ར་མ་ཆི་གཙོ་བོའི་རྐང་ཨ་མིག་ཡི་བཤད་ནི་ཡིན་ཟི་ན་རྒྱལ་བོ་ལིས་ཀྱི་བསྟན་བཅོས་འདིའི་ནང་གི་ཐོ་སོ་སྟོང་ཡིག་ནི། མི་ཞིག་གྲགས་པ་སྐོར་ཟིག་རེད། འཇིག་རྟེན་གྱི་སྐྱེ་འགྲོ་བྱང་བ་ཡང་ན་བོད་གངས་ཅན་གྱི་སྐྱེ་འགྲོ་ཅི་ནི་རེད་ཟི་ན་མ་རེད་དེའི་ནང་གི་ནང་གསེས་ཀྱི་སྲིད་འཛིན་པའམ་སྲིད་འཛིན་མཁན་ནམ་ཡང་ན། རྒྱལ་བོ་ཐམས་ཅད་ཀྱི་སྲིད་དོན་ཆེ་ཁ་སྐྱོང་དགོས་ནོ་དེ་ག་ནི་ལིག་ཏི་ཆེ་གི་གདམས་ནོར་ལ་དེ་ནི་རྒྱུ་མཚན་གི་ག་གི་ཁི་གི་ལྷོ་སོ་སྟོང་ཡིག་ཏི་ཏོག་ཏི་མྱི་ཞིག་གྲགས་པ་སྐོར་ཟིག་ཡིན་དང་ནི་དེ་དང་ན་འདི་གི།

དེ་ནི་རྒྱུ་མཚན་གྱི་རྒྱལ་བོ་ལུགས་ཀྱི་བསྟན་བཅོས་འདིའི་ནང་གཞུང་མང་བར་བརྟེན་ནས་རེད་ལ་ལག་ཆ་དེའུ་ནི་རྒྱུ་མཚན་གྱི་འདི་གི་བརྗོད་བྱ་ལ་ག་གི་ད་ཅི་གོང་ན་བཤད་ཀྱི་ནང་གི་བརྗོད་བྱ་གཏིང་ཟབ་པ་དང་ཡང་ན་རྒྱ་ཆེ་བ་ཁག་གི་ཚེ་སྲོག་གི་རྒྱུན་ནི་རིང་བ་དང་ཚེ་སྲོག་གི་སྟོབས་ཆེ་དགུ་ནང་གི་རྒྱུ་རྐྱེན་ར་མ་བཞི་གཙོ་བོ་སི་ཏི་ཤ་བཞི་དང་ཡང་ན་སི་རྟ་གི་གཞུང་མང་བ་ཟིག་ག་སྟེ་འདི་དང་ཁྱོང་དུ་ཆུ་ཡོངས་རྫོགས་གི་ལག་ཆ་དེ་དང་ནང་སྐྱོན་རེད་ལ། ལག་ཆ་དེ་དང་ནང་སྐྱོན་གྱི་ད་འདི་གི་ཚེ་སྲོག་གི་སྟོབས་ཆེན་པོ་བ་འདི་གི་སང་ལུགས་ལ་ག་ན་སྒྱུ་རྩལ་ཆེན་པོ་ཡོད་པ་སྒྱུ་རྟུག་དུག་ཡིན་པ་ཟིག་གི་ནང་དེ་གི་ཆ་དེ་དོག་ལྟར་བྱུང་སྟངས་ནི་རེད། དེ་ལྟར་ན་རྒྱ་བོད་ལུགས་ཀྱི་བསྟན་བཅོས་ཀྱི་ནང་དོན་གྱི་བརྗོད་བྱ་ལ་ཀར་བསམ་བློ་གླང་དོན་ཆ་ནི་དང་བོ་ཞིབ་ཆ་ལས་ཡོང་བར་ཐབས་གོ་ཆེན་མོ་ཞིག་བཀོད་ཟིན། འདི་གི་རྣམ་པ་འདི་མོ་འགའ་རེ་ཡོད། རྣམ་པ་གཅིག་ལ་ཀི་ཞེས་འགྱུར་གྱིས་ན། རྒྱལ་བོ་རྔན་པ་གྱི་བྱ་སྤྱོད་ལ་གསེར་ས་དང་ཚང་འཛིན་བྱས་ནས། ས་གཞི་སྐྱོང་བའི་རྒྱལ་བོ་ཟེར་བའི་ཐབས་གོ། བློ་གྲོས་ལྡན་པ་ཟེར་འགོ་གི། ཡ་རབས་བསྟན་པའི་སྤྱོད་ཚུལ་དང་ལྡན་པ་ཟེར་གྱི་ཡིན་འགོ་གི་ཟེར་ཏེ་ལྷོ་སོ་དང་བོ་ནི་ལྷོ་སོ་དང་བོ་ནི་ཁོ་ལ་ཀ་ཡང་མ་ཟོ་གི།

ཁས་ལེན་གྱི་མ་རེད་ལ། མན་ཆིན་ཡོངས་རྫོགས་ཀྱི་སེམས་ནི་ཁི་ཁའི་གོ་གནས་ངེས་ཅན་ཟིག་བཟོ་རྒྱུ་གི་ཆེད་དུ་མན་ཆིན་ཡོངས་རྫོགས་ཀྱི་ཁས་ལེན་དགོས་བ་ཟིག་བྱ་དགོས་དང་ལེན་དགོས་བ་ཟིག་ཡོང་དགོས་དང་ཐ་ཀོ་མ་གཞི་ཐོག་མར་རྒྱལ་བོ་རང་ཉིད་དང་ཡང་ན་སྲིད་འཛིན་པ་རང་ཉིད་ཀྱིས་གཏམ་ཤུགས་ཀྱི་ཕྱོགས་ནས་དབུགས་བཏང་ཡོད་པ་བྱ་དགོས་དབུགས་མེད་བྱ་ཉན་གྱི་མིན་ནི་རི་མོ།

ཁོའི་མཇུག་རྒྱུད་ན་ཆུ་ལྟ་བུ་ཟིག་རེད་ཟེར་ན། གཉིད་ཚིམ་པའི་གླང་ཆེན་སྨྱོན་པ་ལྟ་བུ་ཟིག་རེད་ཟེར་དགོས་ནི་རེད། དེ་བཞིན་དུ་གོ་སྐོན་གང་ཡིན་ཤོག་ཁྱབ་མི་འགྱུར། བྱ་སྤྱོད་དུ་བག་མེད་བྲེལ་ཟེར་དགོས་ནི་རེད། དེ་འདོད་རྒྱུ་མཚན་གྱི་ལྟར་དེའི་འབངས་ཀྱི་འཁོར་ཀྱང་དེ་འདྲར་གྱུར། རྒྱལ་བོ་རང་ཉིད་ཀྱི་བྱ་སྤྱོད་ལ་དོ་དམ་ལེགས་པོ་མ་བྱས་ཟིན་ན་ཀོ་འབངས་མི་ཐམས་ཅད་ཀྱི་བྱ་སྤྱོད་ཡང། དེ་འདྲ་གི་ལོག་སྤྱོད་གི། དེ་ལྟར་རེད་ད་ཞིབ་ཆ་དེ་ལས་འོངས་ཐད་ཀོ་རྒྱ་བོད་རང་ཉིད་ཀྱི་བྱ་སྤྱོད་ལ་དབུགས་དང་ལྡན་པ་ཟིག་བྱེད་དགོས་བྱས་ན་ད་མང་ཚོགས་ཐམས་ཅད་དྲ་གི་བྱ་སྤྱོད་ཡོངས་རྫོགས་སྐོར་དབུགས་དང་ལྡན་པ་ཟིག་ཡོང་རྒྱུར་ཐོག་མར་རྒྱ་བོད་རང་ཉིད་ཀྱི་བྱ་སྤྱོད་དེ་ཐོག་ཏུ་དབུགས་མེད་གི་ལོག་སོང་བ་ལྟ་ཀོ། འབངས་ཐམས་ཅད་ཀྱི་ཡང། བྱ་སྤྱོད་དེ་ཡང། དབུགས་མེད་གི་ལོག་རྒྱུར་ཟིག་ཁོ་ནར་ལ། འོ་དེའི་གི་ནི་ལུགས་དེ་ཐད་ནི་རེད་དེ་ནི་རྒྱུ་མཚན་གི། རྒྱ་བོད་ཚོ་འཇུག་ཡིན་ན་འབངས་མི་ཐམས་ཅད་ལ། མིག་དཔེའི་དོན་བྱེད་དགོས་གི།

ད་བོད་རིགས་འདི་དག་སྐོར་སྲིད་འཛིན་པའམ་ཡང་ན་རྒྱ་བོད་གཟིགས་འདི་དག་སྐོར་རང་གི་མངའ་ཁོངས་དེ་དང་རྒྱལ་ཁབ་དེ་གི་དཔལ་འབྱོར་དང་ཡ་རབས་གོང་སྤེལ་གཏོང་རྒྱུ་དེ་ཁག་དམིགས་ཡུལ་གཙོ་བོ་ཞིག་གི་བྱང་ཚད་མགོ་ནས་རེད། རེད་དེ་རེད་བོད་ཀྱི་དཔལ་འབྱོར་ལ་འདོད་པ་ཡོད་ན་སྲེད་པ་ཡོད་ན་དེ་དག་དེ་ཚད་ཅིག་དགོས་དང་ནི་རེད། ཡང་ན་ལུགས་དང་མཐུན་དགོས་དང་ནི་རེད། ལུགས་དང་མ་མཐུན་ན་དེ་དང་དཔལ་འབྱོར་ནི་འདི་གི་སྲེད་པ་དང་འདོད་པ་ཆེན་པོ་དེ་དག་གོ། སྤྱི་ཆ་ནས་བཤད་ན་སོང་ན་འདོད་པ་ཆེན་པོ་ཡོད་ན་འགྲིག་གི་ར། གཉིས་དགེ་གི་ཧམ་སེམས་དང་ཧམ་པ་གང་དེ་དག་སོར་དག་གོ། ད། ལུས་དང་མ་མཐུན་པ་ཚིག་དང་མ་མཐུན་པ་རི་དྭགས་ཀུན་དང་འགྲིག་གི་མིན། ད་བར་གྱི་ཕྱིར་འཚོགས་ནའང། མཚོན་དོན་བརྗོད་ཀྱིན་ན་ར་སེར་འཛིན་པ་དཀོར་བརྩིག། རྒྱུ་ནོར་ལ་ཧམ་སེམས་ཆེ་རྒྱུ་མང་ཚོང་ལུགས་རྒྱུ་མཚན་གྱི་ལྐུགས་ངན་བསལ་བ་ལ་སོགས་པ། གཏི་མུག། ལུས་སྤེལ་བདེ་དང་ཆུང་མཐའ་སྔ་མ་ཚ་རང་གིས་རང་གི་ཁྲི་མ་སྦྱར་གཞོགས་ནི་གཏི་མུག་ག། ཁྲིམས་འགལ་གྱི་བྱ་བ་ལས་ཡོང་ནི་གཏི་མུག་ག། དེ་རི་དྭགས་ཀུན་དང་ཆེ་གི་ཟིན་ན་ད། ནོར་གི་ལ། སྐམ། འདི་གི་ཧམ་པ་ཕྱིས་མི་ཉན་གི་ཟེར་དགོས་ནི་དོ་དགོང་དེ་རེད་ཡ།

འདི་གི་ཉི་མ་དང་ལྷུན་པོ་ས་གཞི་ཡང་ན་ཕྱི་དེར་ནི་རྒྱ་མཚོར་བརླ། དེ་ལྟ་བུའི་ལྟས་དང་ཆུང་ས་ཚིལ་དང་ཡང་ན་སྒོང་བ་རྒྱ་ཆེན་པོ་ཡོད་པ་ཀུན་ནོར་གོ། དེ་ལྟ་བུ་གི་མི་བདག་ཟིན་རི་དག་གོ། མི་བདག་དེ་གང་ན་ནི་ན་ར་ས་ཆི་ས་ཆ་དེ་གི་སྐྱེས་བུ་དེ་བདག་གོ་སྟེ། དེ་བྱང་ཆུབ་པར་ནི་གི་དེ་ཚེ་ཀུན་ནོར་རི་མོ། དེ་ནི་རྒྱུ་མཚན་གི། འདི་གི་ས་ཡི་བདག་པོའམ་ཡང་ན་རྒྱལ་བོ་བློ་དྲང་དེ་བློ་དང་ལྡན་པ་ཟིན་རི་དག་གོ། ཡ་རབས་དང། ཡ་རབས་ཀི་ལུགས་སྲོལ་དང་ཡ་རབས་ཀི་གོམས་སྲོལ་དེ་བདག་གོ་དེ་ལ་སློབ་སྦྱོང་བྱེད་དགོས་གི།

ལ་སྤོ་གཟུགས་ལ་སྤོ་གཟུགས་སྐྱོང་མི་ཐུབ་ཀི་ཟེར་དགོས་ནི་ལ་དེ་གི་གནས་ལུགས་དང་གཏན་བདེ་དང་ཆུང་ནས་མཐར་ཐུག་བདམས་པ་ཡི་གྱོ་རེ་ཡང་ན་སློབ་སྟོན་གྱོ་ད་ཆི་ཟེར་ཟིན་ན་སྲིད་འཛིན་པ་ཟིག་ཡིན་ན་རྒྱ་བོ་ཟིག་རི་ཐ་གོ་ངེས་བོར་དུ་མི་ཐུ་དུ་དེའི་རྒྱུན་དུ་དགེ་རྒན་མཐུན་པའམ་ཡང་ན་གཞུང་ལ་གཏན་བདེ་དང་ཆུང་ནས་རིག་གནས་ཡོན་ཏན་གཉེར་དགོས་ཀི་སློབ་དགོས་ཀི་ཟེར་དགོས་ནི་ལ་དེ་གི་གནས་ལུགས་དུ་ཆི་གི་དམ་ནོར་གང་ལྟར་ཀྱང་ར་ད་སྲིད་འཛིན་པ་ཟིག་རི་ཐ་གོ་རིག་གནས་ཡོན་ཏན་དང་འཇོན་ཐང་ཟིག་བློ་གྲོས་ཟིག་ཆེན་པོ་ཟིག་དགོས་ཀི་དེ་དགོས་བའི་ཆེད་དུ་དེ་དང་རྣམ་པ་ཀུན་དུ་མཚམས་ཆད་ཀི་མ་ཟིག

དགུན་གྱི་ལྗོན་ཤིང་ཇི་བཞིན་རེད། ད་འདི་མི་སྒེར་ཞིག་ལ་མཚོན་ན་ཡང་དེ་རེད། རྒྱལ་ཁབ་དང་མི་རིགས་ཞིག་ལ་མཚོན་ན་ཡང་དེ་རེད་མོད། རེད་ལ། རྩོམ་པ་ཞེས་འདི་དང་ཆུང་ནས་ཡོན་ཏན་གཉེར་དགོས་པ་དང་ཡོན་ཏན་ལ་བརྟེན་ཏེ་དཔལ་འབྱོར་དོན་དུ་གཉེར་དཔལ་འབྱོར་དོན་དུ་གཉེར་བ་དེར་འདི་དང་ཆུང་ནས་མི་རིགས་དེ་དང་རྒྱལ་ཁབ་དེ་དོགས་ཏེ་གོང་འཕེལ་ལ་གཏོང་དགོས་ནི་རེད་ལ། འོན་ཏེ་དཔལ་འབྱོར་དེ་གོང་འཕེལ་ལ་གཏོང་དགོས་ན་ངེས་བར་དུ་ཡོན་ཏན་དང་བརྩོན་པ་གཉིས་ཀ་བརྟེན་དགོས་མོད། ཡོན་ཏན་དང་བརྩོན་པ་མེད་པའི་ཕྱིར་ད་གོ། ད་གིས་དཔལ་འབྱོར་དེ་གོང་འཕེལ་ལ་གཏོང་མི་ཐུབ་པར་གོ་ནོ། ད་བར། འོ་ཆེའི་འོད་ཀྱི་སྤྱི་ཚོགས་ན་འདྲ་གི། ད་བར་འོ་ཆེའི་རང་རྒྱལ་གྱི། སྲིད་སྤེལ་ཕྱོགས་ཀྱི། སྲིད་སྤྱི་དང་ཡང་ན་འགྲོ་ཕྱོགས་འདི་དང་འདི་ཡང་ཨི་ཐེང་གི་ཟིན་ན་ཐེང་གི་མོ། དཔལ་འབྱོར་དུ། བདག་གི་ཡོན་ཏན་དང་ཤེས་བྱ་ལ་བརྟེན་འདས་དང་ཁྱོད་གཉིས་དགོས་སུ་དཀོན་ནོ་རི་མོ། ངོ་དེ་དགོས་དེ་རེད། དེ་ཡན་ཆད་ཀྱི་བདག་གི་བསམ་བློ་དགོངས་དོན་འདས་དང་མཐུན་ནོ་གི།

རེད་ལ། དེས་ན་ད་འོ་ཆི་ཧོ་ལོ་ཀ་འདི་ན་ཆ་ག་ན་ནོ། རྩོམ་པ་མེད་ན་ཡོན་ཏན་མེད་ཡོན་ཏན་མེད་ན་དཔལ་འབྱོར་ལ་རེ་སྒུག་བྱེད་པར་འབྲས་མེད་དེ་དགུན་གྱི་ལྗོན་ཤིང་བཞིན་དུ་ཇི་བཞིན་ནོ། ད་འདིའི་སྐབས་ཀྱི་དཔལ་འབྱོར་དེ་ར་འོ་ཆི་མི་རིགས་ཤིག་དང་རྒྱལ་ཁབ་ཞིག་ལ་བརྩོན་རྒྱུ་ཡིན་ན་མི་རིགས་དེ་ར་རྒྱལ་ཁབ་དེའི་བདེ་སྐྱིད་ཀྱི་རྩ་བ་ཡོང་ཁོ་ན་དཔལ་འབྱོར་རག་ལས་རག་ལས་དང་ནི་རི་མོ། དཔལ་འབྱོར་གྱི་རྨང་གཞི་མ་ཧྲ་རེ་ད་ཀོ་བདེ་སྐྱིད་ཡོང་ས་མི་འགྱུར་ནི་རི་མོ། ད་མི་སྒེར་ཞིག་ལ་བརྩོན་རྒྱུ་ཡིན་ན་འདི་བྱེད་དཀའ་བ་ཟེར་གྲི་ར་མི་རིགས་ཟེར་ར་རྒྱལ་ཁབ་ཟེར་ཚོགས་པ་ཞིག་ལ་བརྩོན་རྒྱུ་ཡིན་ན་ད་འདི་ལྡོག་ཏུ་མེད་པའི་ཆོས་ཉིད་ཟེར་དང་ནི་རི་མོ། མེས་པོ་དང་ཧོའུ་ཨེར་ཐ་གོ་ཐའི་སྡེ་ཆེན་འཇོག་མི་ཐུབ་ཀི། མི་རིགས་དང་ཚོགས་པ་རྒྱལ་ཁབ་ཟི་ག་མཚོན་རྒྱུ་ཡིན་ན། ད་མི་སྒེར་ཟི་ག་མཚོན་རྒྱུ་ཡིན་ན་མི་རེ་རེ་གི་རང་གི་སེམས་ཀི་དད་པ་དང་ཡང་ན་ཆོས་ལུགས་ལ་དད་མོ་གི་སེམས་ཀི་རྒྱུ་ནོར་དང་གཙོ་བོའི་བདེ་ཐང་ཕྱོགས་ནས་ཞི་གི་འབྱོར་བ་དང་ཐོང་ཆེ་ན་མི་འཛིན་ན་འདྲ་བོ་གི་མི་སྒེར་མཚོན་རྒྱུ་ཡིན་ན། འོན་ཀྱང་ཚོགས་པ་དང་ཟི་ག་ཟི་ག་མི་རིགས་ཟི་གི་ཡང་ན་རྒྱལ་ཁབ་ཟི་ག་མཚོན་རྒྱུ་ཡིན་ན་དཔལ་འབྱོར་འདི་གཙོ་ཆེར་འཛིན་དགོས་དང་ནི་ར་མོ། དེ་མ་ཆད་ནས།

བརྟན་པར་བྱ་ཟིན་ཡོད་ན་གཞུང་ལྟར་ལ། ཡོན་ཏན་ཅན་བརྟན་དགོས། ད་ལྟའི་མན་ཆད་ན་ལྷག་པར་དུ་ཡོན་ཏན་ཅན་བརྟན་དགོས་པའི་དགོས་ཡོད་མ་ཟད་ཡོན་ཏན་ཅན་དེ་དོགས་ཏེ་བརྩི་མཐོང་བྱེད་དགོས་པའི་ཆ་ཡང་ཤོ་ལོ་ཀ་རྗེས་མ་རྗེས་མ་ག་ན་ན་ཡོད་ཀི་མོད། ད་ཡོན་ཏན་ཅན་ལ་བརྩི་མཐོང་བྱེད་དགོས་བ་དེ་ལྟ་བུར་གི་ཕྱིན་ཚོགས་ནང་གི་ཤེས་བྱ་ལ་བརྩི་མཐོང་དང་ཡོན་ཏན་ཅན་ལ་བརྩི་མཐོང་བྱེད་དགོས་བ་གི་ཆ་དེ་དོན་དག་ནི་རི་མོ། དེའི་ཁྲོད་ཀི་ད་ལྟ་བོ་ནང་དོན་རྣམ་པ་གཞན་པའོ་ནོ་ཅི་ཟེར་ཟིན་ན།

རྩོད་པའི་དུས་ཀྱི་རྒྱལ་ངན་རྣམས་འཁོར་གྱི་ཕུན་ཚོགས་མཐོང་ནི་མཐོང་གྱུར་ན་སེམས་ལ་སིག་ངུ་སྐྱེ་བ་ནི་ཕྱི་རྟུལ་བཞིན་དུ་ཕྱིན་ཅི་ལོག་ཟེར་གྱི། ད་འདིའི་སྐབས་ནས་དབྱེ་བ་ཚུལ་མཐུན་གྱི་ལམ་ནས་འབངས་མི་སྐྱོང་དགོས། ལུགས་མཐུན་གྱི་ལམ་ནས་འབངས་མི་སྐྱོང་དགོས། འབངས་མི་ཐམས་ཅད་ལ་བྱམས་དང་སྙིང་རྗེའི་སྒོ་ནས་སྐྱོང་དགོས་སུ་དཀོན་ནོར་གནས་ལུགས་འདི་གི་སྟོན་ཐུབ། བྱེ་བྲག་ཙམ་ཞིག་སྟོན་ཐུབ་དཀོན་ནོར། ཅི་ཟེར་ན། ད་བར་སྐལ་བ་སྙིགས་མའི་དུས། ཡང་ན་རྩོད་མེད་རྩོད་པའི་དུས་ཀྱི་རྒྱལ་པོ་ངན་པ་བསྐོར་གཟིགས་ལྟ་བྱེད་ཀྱི་ཟེར་ན། ང་འབངས་ཐམས་ཅད་ལ་རྒྱུ་ནོར་ལོངས་སྤྱོད་དར་ཡོད་པ། ཡང་ན་སྟོང་འགྱུར་ལོངས་ཐོན་ལོངས་སྤྱོད་རྒྱས་ཡོད་པ་དེ་མཐོང་རིས་ལྟ་གོ་ད་ཁས་མི་དགའ་གི་དེ་ཟིན་རེད། མི་དགའ་ནོ་རྒྱུ་ཆེ་གང་ནས་བྱུང་དང་དེ་ཟིན་ན་ཁོས་ཧམ་སེམས་ཆེ་སུ་ཆོས་འབྱུང་མ་སོང་ནོ་རྒྱུ་མཚན་གི་ང་འབངས་གི་ལག་གི་རྒྱུ་ནོར་དང་ལོངས་སྤྱོད་དེ་དག་གོ་ད། བླངས་ན་འདོད་ཀོ་ནོ་རེད་ལ་ཧམ་འཛིན་བྱས་ན་འདོད་ཀོ་ནོ་དེ་དག་གོ་ད་རེད། ཚུལ་དེ་བཞིན་དུ་ཕྱིན་ཅི་ལོག་སྐུ་ནི་ཕྱིན་ཅི་ལོག་གོ་ཕྱིན་ཅི་ལོག་སའི་སྐུ་ནི་ཐ་སྙད་ཀ་ཅོར་དགུ་ནི་རྒྱུ་མཚན་ཅི་ལྟར་ན། ཚུལ་དང་ལྡན་པའི་རྒྱུའོ། ཡང་ན་དྲང་ལྡན་གྱི་རྒྱུའོ། ཡང་ན་རྒྱུ་བོ་རྣམ་དག་ཟིན་རིགས་ཐ་ཀོ་ཆོས་ཀྱི་ཟིན་ན་རང་གི་ངང་འབངས་ན་ངང་འབངས་ཀྱི་མི་ཐམས་ཅད་ལ་སྟོང་འགྱུར་དང་ལོངས་སྤྱོད་དུ་རྒྱུའོ་ན་ཟིག་ནི་སྐྱེ་རྒྱུར་ཟིན་ན་ཟིག་ནི་སྐྱེ་རྒྱུ་མ་རེད་དགའ་རྒྱུ་རེད། འོ་ད་ཧྲ་དང་ཐ་ངའི་ངང་འབངས་ཐམས་ཅད་ཀྱི། སྟོབས་དང་འགྱུར་བ་ཇི་བགྱིའོ་ཐ་ཇི་བགྱིའོ་སོང་ཐ་ཀོ་རྒྱལ་ཁབ་རེ་ཧྲ་གོ་ནི་རི་ཟིན་ན་ལ་དེ་ཤེས་བསམ་བློ་གཏོང་རྒྱུ་ཀྲ་རོ་གི་རྒྱུ་བོ་ལ་ལ་ཟིག་གི་དེ་ཤེས་བསམ་བློ་གཏོང་གི་མེད་གི་ཟིན་ནི་རེད། མན་ཆད་ན་ཡོངས་རྫོགས་ཀོ་ཁེ་དབང་རྒྱུ་རྒྱུ་ན་བསམ་གོ་ནི་རེད།

བློ་གྲོས་དང་ལྡན་པའི་རྒྱལ་པོ་ཟིན་པའི་སྐབས་སུ། བྱ་བ་གང་དང་གང་ཟིན་བསྒྲུབས་ན་ཐོག་མར། གནམ་ཕྱོགས་ཀྱི་སྒོ་ནས་བརྟག་དཔྱད་ཞིབ་འཇུག་གི་སྒོ། གྲོས་བསྡུར་བྱེད་སྒོ། གྲོས་བསྡུར་འདི་ཁོས་ཁིར་མོའི་གྲོས་བསྡུར་བསམ་མི་འཇུག་ཉིན་མོའི་གྲོས་བསྡུར་ཁོ་ན་རེད་མོད། བློན་པོ་མང་བོ་ད་སྔ་མར་ཐག་གོ་རྒྱལ་བོའི་འབེལ་ཁང་དུ་བཏང་ན་བློན་པོ་གི་ཚོགས་ལ་གྲོས་བསྡུར་བྱེད་དགོས་པ་རེད། ད་ལྟར་ད་ལྟ་གི་སྲིད་འཛིན་པ་ཟིག་ལ་མཚོན་རྒྱུ་ཡིན་ན། མངའ་འོག་གི། ལུས་འཛིན་པ། དེར་ཡོངས་རྫོགས་གྲོས་བསྡུར་བྱེད་དགོས་ཟིན་ལ། གྲོས་བསྡུར་བྱེད་དགོས་མ་གཏོགས་ཁེ་གཉིས་སྤྱི་ཁོག་གི་གཅིག་གཅོད་ལས་དེ་དང་ཆུང་ནས་ར་འུ་ཚོ་ཡིན་ན་ཅི་འདོད་ཀྱིས་བསྒྲུབ་ན་མཇུག་འབྲས་མི་ཡོང་སྲིད་གི་གདམས་ནོར་འདིའི་ནང་གི་ལྟ་བར་གོ་ཆའི་བསམ་བློ་གསར་བ་སྟོན་གི་གདམས་ནོར་དམངས་གཙོའི་བསམ་བློ་དེ་སྟོན་དགོས་གི། དམངས་གཙོའི་བསམ་བློ་སྟོན་དགོས་གི། ཁོས་ཁུར་མོ་གཅིག་གཅོད་མ་ཡིན་སྲིད་གོ་ནོར་མོད། དོན་དག་བྱ་བ་གང་དང་གང་ཟིག་ཏུ་བསྒྲུབ་ན་ར་མོ་ངོ་དཀྲིས་ཤེས་སྲིད་གོ་ནོར་མོད། ད་ལྟ་བར་གོ་ཆའི་རྒྱུགས་ཆེ་བའི་སྐད་ཆ་དང་བའི་འདྲི་ཐབས་གོ་དམངས་གཙོའི་བསམ་བློ་གཟིགས་ར་འདིའི་ནང་བསྟན་འོ་དང་ནོར་མོད། འོ་ད་དོག་དེ་རེད། འདི་ནི། ལྷག་པར་བརྟག་དཔྱད་མ་བྱས་ན་རྨས་མ་རྨི་བ་འགའ་ནི་ཉེ་བར་འབྱུང་ཁྱབ་ཕྱོགས་དང་ནི་སེང་གེའི་གཉེན་ཤིན་ཏུ་མཐུན་པ་དགའ་ཡི་ལག་ཟིན་ཆོ་ག་འདི་མོ་ལྟ་བུ་རེད། དེ་ལྟ་ན་བྱ་བ་གང་དང་གང་ཞིག་བསྒྲུབ་ན་བརྟག་དཔྱད་གཏོང་དགོས་ཚུལ་གོ་ནོར་དེ་རེད། བརྟག་དཔྱད་མ་བཏང་བར་ད་གོ་ད་ངས་གཞན་པ་གི་ཁ་ཉན་རྒྱུ་མང་སོང་ན་མཇུག་འབྲས་ངན་པ་བྱུང་རྒྱུ་ཡོད་དཔོན་ཕྱོགས་ཀྱིས་ན་འདི་ག་བློ་ངོར་ཆེ་ར་སེང་གེའི་གཉིས་ཀ་ཧ་ཅང་མཐུན་པར་གྱུར་ཡོད་པ་དེ་དགའ་ཡིས་ཕྲ་མ་དང་ཨ་ཡན་སྦྱར་བ་ལ་བརྟེན་ཏེ་བཏང་ཆོག་ནས་གཉིས་ཀ་འགྲིག་གི་མ་འཇིག་ནི་ལ

རྩོམ་ཐང་གི་བཅད་ཆེ་གཉིས་པ་ལྟར། ཚིག་རྐང་མང་ཉུང་གི་ཆ་དེ་དག་བསྟན་དང་རེད། སྐབས་མི་ལྔ་ཟིག་ན་ཤོ་ལོ་ཀ་གཅིག་གི་བརྗོད་བྱའི་དོན་ཆ་ཚང་བ་ཟིག་བསྟན་ཡོད་ཀི། མཚམས་མཚམས་ན་ཤོ་ལོ་ཀ་གཅིག་གི་བརྗོད་བྱའི་དོན་ཆ་ཚང་བ་ཞིག་སྟོན་མི་ཐུབ་པའི་སྐབས་སུ་ཚིག་རྐང་དྲུག་ཡང་ན་ཚིག་རྐང་བཅུ་ཐམ་པ་ལོག་བསྡད་དང་ཆུང་དང་ད་གཟོད

ད་ཚིག་རྐང་དྲུག་དང་བཅས་ལྟར་ཀོ་ཧུ་ལོ་ཀ་ཟིན་ནས་ཉམས་འདུག་བསམ་མི་འགྱུར་གི། དེ་ལྟ་ན་ད་བཅོམ་སྟངས་ཀྱི་ཁྱད་ཆོས་ཉེ་བ་ལ་ཀ་ཀོ་ཧུ་ལོ་ཀ་གཅིག་གི་ནང་བརྗོད་བྱའི་དོན་ཆ་ཚང་བ་ཞིག་མ་འདུས་པའི་སྐབས་སུ་ཚིག་རྐང་དྲུག་དང་ཡང་ན་ཚིག་རྐང་བཅུ་ལོག་སྡེབ་དང་བྱུང་ད། བརྗོད་བྱའི་དོན་དོན་དངོས་སུ་ཀོ་ནི་རི་ལ། འོ་དོ་དོ་དོ་རི། དེ་དྲུག་གི་ད་བཅོམ་སྟངས་ཀྱི་ཁྱད་ཆོས་གསུམ་པ་མོ། ཀ་ཀོ་ཧུའི་ལ་རིགས་ཤིག་གི་གཏམ་གྱི་མིང། རྒྱལ་བོ་ནི་རི།

ཧུ་ལུ་ཀ། གཉིས་རིག་བརྩམས་ཏེ་དང་བྱུང་རྩོམ་པ་པོ་གི་བརྩེ་དུང་དང་དབྱིན་འགྱུར་མཚོན་པ། ཡང་ན། རབ་ཏུ་བྱེད་པའམ་ཡིད་དུ་འདོགས་དེ་ལ་སྡོམ་ཚིག་བཀོད་པའི་ཆ་ཡང་ཡོད་ཀི་ན་ཡོད་ཀི། ད་བོ་ཆེའི་ཧུ་ལུ་ཀ་རིག་བཞིན་དུ་བཏང་བར་འདོད་ན། དཀོན་མཆོག་གིས་ན། འདི་གི། རིགས་ཤིག་གིས་ཧུའེ་ཡི་རིགས་ཤིག་གི་གཏམ་རྒྱུད་དང་སྦྱར་ནས་བྱེད་འོས་པ་སོགས་ནི་ལ་འདི་ལྟ་བུར་འཐབ་གོ། བློ་ཅན་རྣམས་ཀྱིས་རྫི་བོ་ཀའི་གྲོང་བུའམ་མགོ་བོ་འདི་སྡིག་ལྟར་བསྐོར། ཁྱབ་འཇུག་མིའི་མཐོང་བ་གཟིགས་བརྗེད་ནས། སྟོབས་ལྡན་ས་ཡི་འོག་ཏུ་བྱང་དུ་ཟེར་དགའ། འདི་ལྟ་བུར་འཐབ་གོ། ལྷ་ཁྱབ་འཇུག་མིའི་མཐོང་གི་གཟིགས་ཕྱིར་སྤྲིན་ལས་སོང་ནས། ལྷ་མ་ཡི་སྟོབས་ལྡན་སོགས་སོང་ནས། ས་གཙང་ནས། ལྷ་མ་ཡི་སྟོབས་ལྡན་འདི་ལྟོགས་ཏེ་ས་གོ་བ་ཅིག་དང་ནོར་གྱི་རིགས་ཤིག་གི་གཏམ་རྒྱུད་དུ་སྦྱར་སོགས་ནི་ལ། ཧུའེ་ལ་རིགས་ཤིག་གི་གཏམ་རྒྱུད་དུ་སྦྱར་འོས་པ་རེད། དེ་ཕྲུ་གུ། ཞེས་དྲག་འཇིགས་པའི་བློ་ལྡན་ལ། བྲིས་ན་རང་ཉིད་ཧོས་ཐོབ་སྟེ། སྟོབས་ལྡན་དགའ་བྱེད་ཀྱི་སྐྱེས་ནི་ཧ་ནུ་མན་ཐ་དཀྲུགས་སུ་བཀུག། འདིའི་ནང་གི་རྒྱལ་པོ་ར་མ་ན་གི་དྲིས་ཧ་ནུ་མན་ཐ་དཀྲུགས་སུ་བཀུག་པའི་གཏམ་རྒྱུད་དུ་འོག་ཏུ་སྦྱར་བཞུགས་ནི་ལ། གཏམ་རྒྱུད་དུ་ཧུད་ལ་སྦྱར་བཞུགས་ནི་འདི་ལྟ་བུ་རེད་ད་ཀོ། རིགས་ཤིག་གི་གཏམ་རྒྱུད་ཧུད་ལ་སྦྱར་ཡིན་ནི་རེད་བསམ་ཡོད་པ་རེད། དེ་ཕྲུ་གུ་ད། རབ་ཏུ་བྱེད་པའང་ལུས་རེ་རེ་ཞིག་ན་ཁུ་ལུ་ཀ་གཉིས་རེ།

མཐའ་དག་སྐྱེ་བོའི་དགའ་ཞིང་ལྟ་བར་དགའ་ཞིང་ལྟ་བས་འདི་འཚལ་གྱུར་ཀྱང་ལྷ་ཡི་དགའ་ཚལ་མ་ཡིན་ནོ། གཞན་ནི་གང་ཕྱོགས་མིན་ཡང་འདི་བཞིན་བདེ་ཞིང་བདག་པོའི་སྒོ་བརྒྱ་འབྱེད་པའི་ངང་ཚུལ་ཚུལ་དང་ལྡན་ཚུལ་འདི་ལ་འདི་ལྟ་བུར་འདི་ཡི་མཐའ་ཀུན་ཏུ་ཤོ་ལོ་ཀ་གཉིས་རེ་གསེར་དུ་བརྩམས་པ་གསེར་དུ་བརྩམས་ནོ་མི་ཚིག་གི་ངང་ན་ཕྱེད་ཚིམ་པའི་ཤོ་ལོ་ཀ་དེ་དག་དེ་ལ་མར་མར་ཀོ་ཤོ་ལོ་ཀ་མར་ནི་ཡོད་དེ་རབ་ཏུ་བྱེད་པ་དེ་དག་དེ་ལ། སྡོམ་ཚིག་བཀོད་པ་རེད། ད་འདིའི་སྔོན་མ་ནི་ཆེ་གེ་ཟི་ན། ག་གི། བློ་དང་ལྡན་པའི་རྒྱལ་བོ་ཨིན་ཟི་ཐ་ཀོ། རང་གི་མངའ་ཁོངས་དེ་དག་ཏུ་ཇི་ལྟར་སྐྱོང་དགོས་བ་དེ་དག་ཏུ་ཚ་བོ་ཚ་བོ་ལས་བཤད་སྟངས་དང་རབ་དང་རིམ་པ་ལས་མང་བོ་ལ་བཤད་སྟངས་ནི་སླ། བཤད་སྟངས་ནི་འོ་ཇི་ཀི་ད་ཁོ་ལོ་ཀ་གཉིས་གསར་དུ་བརྩམས་ཏེ་བཏང་བྱུང་སྟེ། འདི་གི། རྒྱལ་བོ། ཚིག་དང་ལྡན་པའི་སྒོ་ནས་རང་གི་མངའ་ཁོངས་སྐྱོང་ཐུབ་པའི་རྒྱལ་བོ་ཨིན་ཟི་ཐ་ཀོ་ད་རྒྱལ་བོ་དེ་དག་དེ་ལ་མང་ཚོགས་དམ་ཚིག་གི་དགའ་བཞི་ཆི་ཟིག་ཐོབ་ཀྱི་རེད་དེ་འཇིགས་འདྲིས་ཆི་ཟིག་བྱུང་རྒྱུ་རེད་དེའི་སྐོར་དེ་དག་ཏུ་སྡོམ་ཚིག་བཀོད་པའི་ངང་ཚིག་ཅིག་བཀོད་པ་རེད།

ཞེས་སྟོང་སྐོར་གཟིགས་ལ་དཀའ་ན། གཏི་མུག་གི་ཚིག་ཡོངས་ཀྱི་འོག་གི། ཕྱི་ཟེར་གྱིས་ཟིན་ན། རྒྱལ་བོ་ལུགས་ཀྱི་བསྟན་བཅོས་ནི། དབང་རྒྱུད་གྲལ་རིམ་གྱིས་མི་མང་དང། མི་མང་ལ་གཉའ་གནོན་དང་ཞིབ་བཤེར་བྱེད་ཀྱི་སྐོར་གྱི་གཞུང་ལུགས་རེད་དེ་ཟེར། གཞུང་ལུགས་ལྟ་བུ་རེད་དེ་ཟེར། དེ་ཟིན་ན་གོ་དཀའ། དེ་ཟེར། དེ་ཟེར། ད་ཚིག་དེ་ཚིག་ག་ཟིན་མ་འགྲིག་ད་བསམ་གྱིས་དུ་མ་ཟེར། མ་འགྲིག་བསམ་ད་བསམ་གྱིས་ཟེར། རྒྱུ་མཚན་ཅི་ཟེར་ག་ཟིན་ན། ད་བར་འོ་ཆོས་རིག་པ་འདི་གི་རིག་གཞུང་གསར་དུ་དར་ཡོང་ནི་འོ་ཆོས་སྲིད་འཛིན་དོ་དམ་རིག་པ། སྲིད་འཛིན་དོ་དམ་རིག་པ་རྒྱ་སྐད་ཀྱི་ཞིན་ཀྲིན་ཀུའེ་ལི་ཤོས་ཟིན་ནི་ལ་འོ་ད་ད་གོ་ད་རེད་ད་ལྟ་བའི་རིག་ཐ་སྐོར་ར་ད་ཤ་ནའི་བར་ཐ་སྐོར་ཆེ་རྒྱལ་བ་ལི་ཁི་ཐན་ཅི་རི་གཉིས་ཀ་འདྲ་ས་ཧ་ཅང་མང་ནི་དང་མའོ་ཆེ་སློབ་གྲྭ་ནང་གི་འདི་གི་སྲིད་འཛིན་དོ་དམ་རིག་པ་གི་ཤུལ་བཞག་ལྟར་སྒྲིག་མཁན་སྒྲིག་བཀོད་ནས་སྐབས་སུ་ར་སྒྲིག་མཁན་དགེ་རྒན་གྱི་ཅིག་ཆ་ནི་ཞིང་ནང་བ་དང་རྒྱ་མི་རིགས་ཀྱི་ཏཱ་རེའུ་ནུའུ་གི་སྲིད་འཛིན་དོ་དམ་ཁང་ཤུལ་བྱ་དེ་ཚེ་ར་རྒྱལ་རྒྱལ་དགོན་ནུའུ་གོ་སྐབས་ཀྱི་ཁྲོད་ནས་སྲིད་འཛིན་དོ་དམ་རིག་པ་ནང་གི་བརྗོད་བྱ་དེ་དག་དེར་རྒྱ་བོད་ཀྱི་བསྟན་བཅོས་ནང་ན་མཐུན་པའི་ཆ་ཡོད་ནོ་དེ་དག་དེ་ཡང་རྒྱ་བོད་ཀྱི་བསྟན་བཅོས་ནང་གི་དཔེ་བརྗོད་དང་བྲི་བ་ཐམས་ཅད་ཚེ་ར་ལང་ནི་སྦྲགས་མ་ལས་བྲིས་ན་རེད་ལ་སྦྲགས་མ་ལས་བྲིས་ཐབས་ཁོ་འཕྲོད་སྐྱོར་ར་འཕྲོད་ནི་རེད་བྲིས་ན་འགྲིག་སྦྱོར་ར་འགྲིག་གདབ་གི་ལྟ་མོ་རེད་གནས་ལུགས་འདི་ག་ཕྱི་སྲིད་ཤེས་ཀྱི་སུ་ནས་ཡིན་ཟེར་ན། ད་ལྕེ་ཀུན་ནས་ཤར་ཀུན་ནོ་གི་རྒྱལ་པོ་ལུགས་ཀྱི་མཐུན་རྐྱེན་ནི་དབང་རྒྱལ་གྲལ་རིམ་གྱི་མི་མང་དང་མི་མང་ལ་གཉའ་གནོན་དང་ཞིབ་བཤེར་བྱེད་བྱེད་ཀུན་གྱི་ལག་ཆ་དང་གཞུང་ལུགས་རིས་ཀུན་ནོ་དོ་བདག་ཏུ་མི་འགྲིག་གི་ཀུན་ནོ་རྒྱུ་མཚན་ཅི་ཟིག་ཡིན་ཟེར་ན། སྲིད་འཛིན་དོ་བདག་རིག་པ་དང་རྒྱལ་པོ་ལུགས་ཀྱི་མཐུན་རྐྱེན་གཉིས་ཀ་འདྲ་གི་ད་མི་འདྲ་ཚ་ཟིག་ཡོད་ན་གཅིག་གི་སྲིད་འཛིན་དོ་བདག་རིག་པ་ཟིག་ཟིག་ཡོད་གི་གཅིག་གི་རྒྱལ་པོ་ལུགས་ཀྱི་མཐུན་རྐྱེན་ཟིག་རྒྱལ་པོ་ཞེས་པའི་ཐ་སྙད་ཞིག་ཡོད་དོ་ནོ་རྒྱུ་མཚན་གི་མི་མང་ལ་གཉའ་གནོན་དང་ཞིབ་བཤེར་བྱེད་བྱེད་ཀུན་གྱི་ལག་ཆར་གཟིགས་ནས་དེ་གས་གོ་བ་ལེན་གྱི་ནི་མིན་ན་ད་གཉིས་ཀའི་དོན་ནི་གཅིག་ར་གཅིག་རེད། བརྗོད་བྱ་ནི་དོན་བརྗོད་བྱའི་དོན་ནི་གཅིག་ར་གཅིག་རེད་ཁི་གཉིས་ཀ་རྩོམ་པ་དང་ཡང་ན་ཁི་གཉིས་ཀ་ལྷོད་པའི་དམིགས་ཡུལ་ཡང་གཅིག་ར་གཅིག་རེད་མཐར་ཐུག་གིས་སོང་ན་སྲིད་འཛིན་པ་ཐམས་ཅད་ཀི་སྲིད་དོན་ཇི་ལྟར་སྐྱོང་བའི་ཐབས་ལམ་དུ་བྱེད་ཀི་དང་ནི་རི་མོ་དེ་དང་ན་ད་ག་གི་སྲིད་འཛིན་དོ་དོར་བ་ནི་དབྱིན་ཇི་གྲལ་རིམ་གྱིས་མི་མང་ལ་གཉའ་གནོན་དང་ཕྱི་བསོག་བྱེད་ཀྱི་སྐུ་གུ་ལག་ཆ་མི་ནི་ཟིག་ར་དེ་རྒྱའུ་ལུགས་ཀྱི་སྟན་ཅིག་ནི། དབྱིན་ཇི་གྲལ་རིམ་གྱི་མི་དམངས་ལ་གཉའ་གནོན་དང་ཕྱི་ཕྱོགས་ཤེས་ཀྱི་སྐུ་ལག་ཤ་གི་སྐྱིར་དགུ་ནོར་གི་ངེས་པ་ཡོད་གི་ཟིན་ན་དེ་གི་རྒྱུ་མཚན་མེད་གི་ཟིན་ཁོ་ནར་ལན་གཉིས་ཀ་འདྲ་མཉམ་རེད་དེའི་སྐོར་དོགས་ཏེ་གཞིགས་ནས་དེ་གི་བརྩམས་ཆོས་ལ་དབྱེ་ཞིབ་བྱེད་དགོས་ནས་སྐབས་སུ། གདེང་འཇོག་བྱེད་དགོས་ནས་སྐབས་སུ། སྐད་ཆ་བཤད་མཚམས་རེར་ཡང་ན་སྐད་ཆ་བཤད་ཞོར་གོ་ལ་ག་གི་མཉམ་འཇོག་དགོས་ནོར་གི་དོན་གནད་གཟིགས་རེས་བྱེད་དགོས་ནོར་གོ། ཨ་ཚེར་གཉིས་ཀ་འདང་རྒྱབ། ཕྱོགས་གང་ཡིན་ཐད་ལ་འདང་རྒྱལ་བའི་ནི་ར། སྐད་ཆ་བཤད་ན་ད་སྐད་ཆ་བཤད་ནོར་དོ་དོགས་ཏེ་བདེན་པའམ་ཡང་ན་དྲང་བོར་ཡོང་ཐུབ་པ། ཡང་ན། ག་གི། གཞན་གྱི་སྐྱོན་མི་འབུབ་པ་ཁོ་ནར་ལན། གཏུམ་མོ་ལྟ་བུའི་དབང་བོ་མ་གཏོགས་གཟུགས་བརྙན་གཅིག་རང་ཡང་ན་མདངས་འཇུག་སོགས་ན་ཁ་ཅིག་གི་སྒོ་ནས་ག་ཆད་བྱེད་ནོ་ལྟོ་ལྟོ། ཆ་ཚང་བ་ཟིག་གི་ལོག་རྒྱུ་མ་རེད། ཕྱོགས་རིས་བ་ཟིག་གི་ལོག་རྒྱུར་ཟིག་གོ་ནོ་ལྟོ་ལྟོ་རེད། དེ་ལྟ་ན་ད་རྒྱལ་བོ་ལུགས་ཀྱི་དོན་ཅི་ཞིག་ལས་ཚར་སོང་ལོར་གོ། སློབ་ཚན་བཞུགས་མོ་ནང་བ་ཆེ་ཁ་བྱས་ཀྱི་ཡིན་ད། འདི་གི་ཤ་ཁྲི་ཐམས་ཅད་བྲི། ག་གི། འདི་ན་དོན་ཚན་དྲུག་གོ་མོ་འབྲུ་དངོས་ཟླ་བའི་ཐོག་བརྗོད་བྲི་ལ། འདི་སུ་ལྟ་གི་སློབ་ཚན་ཡིན་དེ་དྲུག་གི་ད། སློབ་ཚན་བཞུགས་མ་ནང་བྱས་ཀྱོ་ཤ་ཁྲི་ཐམས་ཅད་ཡིན།